ཨ་ནི་ང་རང་འདུ་ཤེས་ཐའེ་ཝན་གྱི་ད་སློབ་སྦྱོང་འདྲ་ཚར་བའི་དུས་ཚོད་དུ་བ་ལ་ད་དམིགས་བསལ་གྱི་འཚོ་བ་འདྲ་ག་རེ་ལས་སོང་ནམ་ང་ཚོའི་ལོ་གཞོན་པ་ཚང་མ་ད་ཕྱིའི་རྒྱལ་ཁབ་ཏུ་ཕར་ལ་རང་འགྲོ་ཡ་གཅིག་བྱུང་སོང་དེ་ཡིས་ང་ལ་དངངས་སྐྲབ་ག་རེ་སྐྱེས་ཀྱི་འདུག་ནམ་ད་ང་རང་ཚོའི་བླ་ན་མེད་པའི་དབུ་ཁྲིད་ཅི་ནུ་ཀོང་ས་སྐྱབས་མགོན་རིན་པོ་ཆེ་མཆོག་གི་དབུ་ཁྲིད་པའི་འོག་རྒན་རབས་རྣམ་པ་ཚོས་ཀྱི་ད་སྐུ་ལས་སྐྱོན་ཅན་རྟེན་གཞི་ཡག་པོ་ཞུ་བཟོས་བྱ་རྒྱུར་དམིགས་བསལ་གྱིས་ད་ང་རང་ཚོའི་ཕུད་ཕ་ཡུལ་བོད་གངས་ཅན་ལྗོངས་དང་དམིགས་བསལ་གྱིས་ས་འབྲེལ་ཡུལ་སྐྱོར་གྱི་ལུང་པ་ང་ཚོས་ད་འཐབ་རྩོད་ཀྱི་མི་རིགས་ཤིག་ནི་ས་ཆ་འདི་ང་ཚོ་ཨིན་ཇིའི་སྐྱེས་ལམ་ནི Strategically Important Measure འོ་འདི་ཀྱི་རྟེན་གཞི་དེ་མུ་མཐུད་དགོས་པ་གལ་ཆེན་པོ་མཐོང་གི་ཡིན་ནས་ལས་གཞོན་མཁན་ཚང་མ་ཕྱིའི་ལུང་པར་ཕྱིན་སུ་འདི་མུ་མཐུད་འཛིན་སྐྱོང་སྤེལ་གསུམ་བྱེད་ཡོང་ས་མ་རེད་བསམ་ང་དེ་སེམས་ཁྲལ་གནང། འདི་ཡིན་དུས་བརྩམས་པ་ད་སོ་སོ་རང་ཅིག་ཡོད་པ་ལ་རྩྭ་བཟང་ས་དང་ཆུ་བཟང་ས་ལ་མ་བལྟས་པའི་ཐོག་ནས་ད་ལྟ་བར་དུ་སོ་སོ་ལ་སློབ་སྦྱོང་འདྲ་པོ་ཅིག་ཐོབ་ཡོད་རེད་དེ་རེད་འདུག་ཞེས་བྱས་བོད་མི་མང་སྤྱི་འཐུས་ཀྱི་ཨ་ནེ་འདུག་ཞེས་ང་ལངས་ཀྱི་ཡིན་ང་འཇོན་གྱི་ཡོད་ཞེས་ང་བཏང་ཐུབ་ཀྱི་ཡོད་ཞེས་གདེང་ཚོད་སླེ་བས་དེ་ང་འདྲ་པོ་ཞིག་ད་ཉིས་སྟོང་གཅིག་གི་ལོ་མཇུག་འདུག་ཞེས་འབྲུག་བརྒྱུད་ཅེས་བྱས་མདོ་བཞི་སྟེ་སླེ་རེད། དེ་དུས་ད་སྣེ་ལེན་ཁང་ཐོ་བརྒྱབ་པ་ནས་མཐོ་སློབ་ཆ་ཚང་མ་ཐོན་གྱི་བར་དུ་ཐུར་མ་གཅིག་ཡིན་ནའི་ད་གང་ལྟར་བླ་ན་མེད་པའི་དབུ་ཁྲིད་འདི་དང་སྒྲིག་འཛུགས་འདི་གཞུང་འདི་ཨ་ཡང་སྒོ་ཀྲི་སི་པི་ཚུན་གྱི་རོ་དེའི་ནང་བཞག་རྒྱུ་ཅི་ད་རེས་ང་རང་ག་རེ་ཡོད་པ་བྱེད་འོ་འདི་ད་གང་ལྟར་དབུ་ཁྲིད་འདི་དང་གཞུང་འདི་སྒྲིག་འཛུགས་འདི་ཨ་ནི་རྒན་རབས་རྣམ་པ་ཚོའི་བཀའ་དྲིན་ཡིན་སེམས་ད་འདི་བཀའ་དྲིན་རྗེས་དྲན་ང་རང་ཚོའི་ཤིང་ཏོག་དང་མ་སོང་ཤིང་སྡོང་དེ་ཆུང་ཆུང་ནས་ཆུ་བླུག་ལུས་རྒྱབ་བཏབ་བཏབ་གསོ་སྐྱོང་རྒྱབ་རྒྱབ་བྱེད་བཞིན་ད་འབྲས་བུ་ཅིག་སྨིན་པའི་དུས་ཚོད་ད་འབྲས་བུ་དེ་ང་རང་ཚོའི་ནང་མི་ལ་ཟ་ཡ་བྱུང་ན་ཡག་པོ་འདུག་དེ་ནང་བཞིན་བྱས་ད་སོ་སོ་ག་ལ་གང་འཚམ་ཅིག་ཆགས་པའི་དུས་ཚོད་ད་ང་རང་ཚོའི་སྤྱི་ཚོགས་ནང་ཚུར་ཡོང་བྱས་བྱས་མིག་གིས་གཅིག་བྱས་ཆོག་ག་མིག་གིས་གཉིས་བྱས་ཆོག་ག་རེ་བ་བརྒྱབ་པ་དང་བསམ་བློ་བཏང་པ་སྟོང་པ་བཏང་བསྡད་པ་མ་ཤོར་སོ་སོ་རང་ཚུར་ཡོང་བྱས་ཨ་སྤྱི་ཚོགས་ནང་ལ་ཞོ་བྱི་ཞུ་དགོས་པ་གང་ལྟར་ཅིག་ཞབས་ཕྱི་ཆེ་ཆུང་དང་གང་ལ་མ་ལྟོས་པར་གང་འདྲ་ཞབས་ཕྱི་ཕྲན་བུ་བྱིན་ནས་ལས་འདི་ལ་ཅིག་བྱེད་ཐུབ་ན་འདི་ལྟ་ང་རང་ཚོས་ཀྱི་ནང་པ་སངས་རྒྱས་པའི་ཆོས་ཁས་ལེན་ཉན་ཅིང་ཙམ་ན་རྒྱལ་བ་དགྱེས་པའི་མཆོད་རྟེན་ཉིད་ནས་འདི་ཆགས་ཀྱི་འདུག་ལ་མི་ཚིག་གིས་སྙིང་པོ་ལབ་ནས་དོན་དག་ལབ་ནས་ང་ཡིན་ན་དེ་ཐུག་གི་འདུག་ང་རང་འདྲ་བ་ཡིན་ན་ཅིག་ག་རེ་ཡོད་པ་ག་རེ་ཅིག་འཚོ་བ་རབ་དང་སྙིང་པོ་རེ་ག་རེ་ཚུགས་ན་སོ་སོ་རང་གི་སྤྱི་ཚོགས་ནང་ལ་ཞབས་ཕྱི་ཞུ་ཐུག་ན་ཅིག་རྒྱུ་ཅག་ལ་དང་འདི་འདྲའི་ཚིག་པོ་འདྲ་མ་ཆགས་ནས་ལས་ཅིག་གང་དག་མི་ཚིག་གང་དག་ཐ་མ་དེ་ཤི་འགྲོ་གྲང་གང་དག་དབུགས་ཐ་མ་དེ་བཏང་དུས་འོ་ང་མི་ཚེ་འདི་མི་ཚེ་ག་རེ་ཡོད་པ་དེ་སྙིང་པོ་ཡོད་པ་ཅིག་བྱུང་སོ་ཨ་བསམ་སོང་གང་ཡིན་ཟེར་ན་ག་དུས་ཡིན་ནའི་ང་རང་ལ་སེམས་ཤུགས་འཕར་ཡིན་ག་རེ་གསུངས་སོང་ད་ང་རང་ཚོའི་བླ་ན་མེད་པའི་དབུ་ཁྲིད་སྐུ་མདུན་མཆོག་ཨ་ནི་དགུང་གྲངས་བཅུ་དྲུག་ནས་ཅན་ད་ད་དུང་ཡིན་ནའི་རྒྱལ་ཁབ་དང་མི་རིགས་འདིའི་ཐོག་ལ་ཨ་ནི་སྐུ་ལས་སྐྱོན་དང་སྐྱོན་བཞིན་པ་དེ་བྱས། དེ་དང་མཉམ་དུ་ལ་ནི་ད་ལྟའི་ཆ་ལ་ད་དགུང་གྲངས་བརྒྱད་ཅུ་དང་བདུན་ཅུའི་ནང་ཕེབས་གནང་མྱོང་རྒན་རབས་རྣམ་པ་ཚོས་དབུ་ཁྲིད་འདི་དང་གཞུང་འདིའི་འོག་ལ་དབུ་བ་དཔུང་འདེགས་བྱེད་ཅེས་ཀྱང་གང་ལྟར་ཤར་བསྐྱོད་བྱེད་ཅིང་ད་ང་ཚོ་ཤིང་ནགས་དང་ས་ཆ་ཞེད་སྣང་ཚ་བ་ཞུ་བོ་དེ་འདྲས་ཁོ་ཚོས་སྤྲད་ནས་དེའི་ཐོག་ལ་དཀའ་ལས་བརྒྱབ་སྒྲིག་འཛུགས་བཙུགས་ང་ཚོ་དང་ང་ཚོ་མི་རབས་གསར་པ་དེ་ཚོའི་ཐོག་ལ་ད་ཅིག་ལབ་སྒྲར་ཡིན་ནས་ཅིག་འགྲོ་ཆོག་ཆོག་བཙན་བྱོལ་ནང་ནས་འདྲ་འདྲ་གནང་ནས་ཅིག་མ་འདྲ་ས་ཡོང་ཡ་དེ་ད་ཁོང་རྣམ་པ་དང་ཁྱེད་རྣམ་པ་ཚོས་དཀའ་ལས་བརྒྱབ་མཇུག་འགྱོད་བྱེད་རོགས། ཨོ། འདི་གས་དེ་གས་ང་ཚོའི་འཇུག་སྐྱོང་ཅི་དགོས་དེ་གས་ཆེན་པོ་མཐོང་ཅིང་ད་སོ་སོ་ག་ཡིན་ཟེར་སྤྱི་ཚོགས་ནང་ལ་ཚུར་ཡོང། དེ་བས་ཀྱང་ནས་དུས་སུ་བྱེད་ཅིང་ད་ལྟའི་ཆར་ཞིག་ག་རེ། ཨོ། ལས་ཀ་འདྲ་པོ་བྱེད་ན་ད། ཨོ། རྒྱ་ནག་གིས་ཉམས་ཞིབ་བྱེད་པའི་བཞིན་པའི་གཞི་ཡིན། རྒྱམ་ཤིང་རྣམས་ནས་གཙོ་བོ་དེ་ད། རྒྱ་ནག་གིས་བོད་ལ་འཛིན་པའི་སྲིད་བྱུས་བྱེད་ཨ་ནི་དམིགས་བསལ་གྱིས་ང་རང་འདྲ་བ་ཡིན་ད་ད་ལྟ་ས་མཚམས་ཀྱི་གནད་དོན་དང་དེ་ཚོའི་ཁོག་ལ་དམིགས་བསལ་གྱིས་དོ་སྣང་བྱེད་ཀྱི་ཡོད།